ལུས་རྗེས་གཅེས་སྲུང་དཔའ་ཡི་ལེའུ་དང་པོ། ད་ལྟ་ང་ཚོ་ཡ་ཧོ་ཝཱ་དཀོན་མཆོག་གིས་གྷི་དི་ཡཱན་མངགས་གཏོང་མཛད་པའི་སྐོར་ལྟ་གི་ཡིན། ཨིས་ར་ཨེལ་པ་རྣམས་དང་སྐྱ་ཡི་ས་ཆ་ལ་སླེབས་ནས་གྲོང་ཁྱེར་མང་པོ་ཞིག་དབང་དུ་བསྡུ་བ་དང། དེ་ལ་གནས་ནས་ལོ་བརྒྱ་ལྷག་ཙམ་རྗེས་སུ། ཨིས་ར་ཨེལ་གྱི་མི་རྣམས་ཀྱིས་ཡ་ཧོ་ཝཱ་དཀོན་མཆོག་གི་མདུན་དུ་སྡིག་པ་བྱས་ཡོད་ཙང་ལོ་བདུན་རིང་ལ་མི་དི་ཡཱན་དཔའ་ཡི་ལྭ་འུག་ཏུ་བཅུག་པ་རེད། མི་རིགས་གཡར་བམ་རྣམས་ཀྱིས་ཡིས་ར་ལི་པ་རྣམས་ལ་སྡུག་པོ་ཆེན་པོ་བཏང་ཡོད་པ་དང་བྱས་ཙང་ཁོ་ཚོའི་རི་བོ་ལ་བྲག་ཕུག་དང་ས་དོང་བྲིས་ནས་ཡོད་པ་རེད། ལུག་རི་རིགས་ལ་སོ་སོའི་ཁ་ལག་ཡི་ཆེད་དུ་བརྟན་ཐོག་བཏོད་པ་དང་བས་ཀྱང་མི་སྡེ་གཡར་བ་དང་མི་སྡེ་གཞན་དག་རྣམས་ཡོང་ནས་དུས་ཚོད་ལ་ཕག་རྒོད་བྱས་ནས་ཁྲོང་ཆུང་བྱས་པ་རེད།

ལྔའི་ཁ་རྣམ་པ་རྣམས་ས་ཆ་དེ་ཡི་ཕྱི་ལོགས་ལ་བཏང་ནས་ས་ཆ་དེའི་ཆུ་ཚོད་ཡི་ཆེད་དུ་གནས་ས་ལ་སྤྲད་ཡོད། ངའི་ཆུ་ཚོད་ལ་ལག་ཡིན། ང་ནི་ཡ་ཧོ་བྷ་ཆུ་ཚོད་ཡི་དཀོན་མཆོག་ཡིན། ཆུ་ཚོད་ད་ལྟ་གནས་ས་ཡི་ས་ཆ་དེ་ནི་ཨ་མོ་རི་པ་ཡི་ཡིན། ས་ཆ་དེ་ཡི་ལྷ་རྣམས་ལ་མཆོད་པ་མ་ཕིག་ཞེས་ཟེར་བ་ཡིན། འོད་ཀྱང་ཆུ་ཚོད་ང་ཡི་བཀའ་ལ་མ་ཉན་པ་རེད་ཞེས་གསུངས་སོ། སྐབས་དེ་དུས་དགེ་སྡིག་ཡེམ་ཟོས་བའི་ཨིས་ར་ཨེལ་གྱི་བུ་ཆུང་ཞིག་ཁྱུང་བཙུགས་ས་ཡི་ནང་དུ་ཡོད་ནས་གྲུ་ཤུགས་གསོ་བཞིན་ཡོད་པ་རེད། གང་ཡིན་ཟེར་ན་གྲུ་ཤུགས་དེ་མི་སྡེ་གཡར་པ་རྣམས་ཀྱིས་མཐོང་པ་ཡིན་ན་འཕྲོག་འགྲོ་གི་རེད། དེ་ནས་ཡ་ཧོ་ཝཱ་ཡི་ཕུ་ནག་ཞིག་ཁོང་ལ་བསྔོས་པ་དང། དགེ་སྡིག་ཡེམ་ལ། ཁྱེད་ནི་དཔའ་བོ་མངའ་ཐང་ལྡན་པ་ཞིག་རེད་ཡ་ཧོ་ཝཱ་དཀོན་མཆོག་ཁྱེད་དང་མཉམ་དུ་ཡོད། དེ་ནི་གལ་ཏེ་ཡིན་གྱི་ལན་དུ། ཁྱེད་ཀྱི་ལབ་ཡིས་ཡ་ཧོ་ཝཱ་དཀོན་མཆོག་ང་ཚོ་དང་མཉམ་དུ་ཡོད། དེ་འདྲ་ཡིན་པ་ཡིན་ན་ང་ཁྱེད་ལ་དྲི་བ་ཞིག་ཡོད། ང་ཚོ་ལ་གནས་ཚུལ་དེ་འདྲ་ལྷག་དགོས་དོན་ག་རེ་ཡིན་ནམ། ངའི་བསམ་ཚུལ་ལ་ཡ་ཧོ་ཝཱ་དཀོན་མཆོག་ང་ཚོ་ནི་གྲལ་ཕྱེས་འདུག། ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་ལ་གསུངས་པ། ཁྱེད་རང་ནི་ཤུགས་ཆེན་པོ་ཡིན། འགྲོ་ནས་ཨིས་ར་ཨེལ་པ་རྣམས་མེ་དེ་ཡཱ་བཱ་གི་དབང་འོག་ཏུ་བཅུག་དགོས་པའི་ཆེད་དུ་ངས་ཁྱེད་རང་ལ་མངགས་གཏོང་མཛད་ཀྱི་ཡོད། དེ་ནས་གི་དེ་ཡན་གྱི་ལན་དུ། རྒན་ལགས། ང་ཚོ་ཡི་ནང་མི་དེ་ནི་མན་ན་སེ་པ་ཡི་ནང་དུ་བཅུ་ཤོས་ཡིན་པ་དང། ང་ནས་ང་ཚོའི་ནང་མིའི་ནང་དུ་སྐྱོབ་ཤུལ་ཡིན་པས་ངས་ཨིསི་རཱལི་པ་རྣམས་གཅོད་ཐུབ་པའི་ག་འདྲ་ཞིག་ཡོང་སྲིད་ཀྱི་རེད། ཡ་ཧོ་ཝཱ་ཡིས་ལན་དུ། ཁྱེད་ཀྱིས་མི་སྡེ་ཡག་པ་རྣམས་སྲིད་ཀྱི་སྲིན་བུའི་ནད་དུ་བཅུག་གི་མ་རེད། གང་ཡིན་ཟེར་ན་ང་ཁྱེད་དང་མཉམ་དུ་ཡོད་ལ་ངས་ཁྱེད་ལ་རོགས་པ་བྱེད་ཀྱི་ཡིན།